དེ་རིང་ང་ཚོ་སློབ་ཚན་གསུམ་པ་བསླབ་བྱ་ཟེར་དེ་ཁྱེད་རང་ཚོ་ལ་མ་འཆད་ཁྲིད་ཞུ་གི་ཡིན་ད། འོ་ཡ། ད་སློབ་ཚན་དེ་ཨ་ནི། བསླབ་བྱ་དེ། ལུས་ངག་ཡིད་གསུམ་གི་ཐོག་ནས་ང་རང་ཚོ་ལ་ཡ་ཨ་ནི་བསླབ་བྱ་བརྒྱབ་ཡོད་བ་ཡིན་པ་གསུངས་ཙང་ཨ། ངས་ཁྱེད་རང་ཚོ་ལ། ལུས་ངག་ཡིད་སོ་སོའི་ཨ་ནི་བསླབ་བྱ་ག་རེ་ག་རེ་ཡིན་མིན་དེ་མ་ཀློག་གི་ཀློག་གི་འགྲེལ་བཤད་ཞུ་གི་ཡིན་ད། འོ་ཡ། དང་པོ་ལུས་ཀྱི་བསླབ་བྱ། ལུས་ཀྱི་བསླབ་བྱ་སྤྱི་དང་ནི་ལུས་ས་དེ་ལ་ང་རང་ཚོ་ཨ་ནི་མིའི་གཟུགས་པོ་ཟེར་ཡོད་རོ་ཨ་གཟུགས་པོ་ཟེར་ནས་འདྲ་ལུས་ཟེར་ནས་འདྲ་ད་ཞེ་སའི་ཐོག་ནས་ཞུ་བ་ཡིན་ན་ཨ་ནི་སྐུ་གཟུགས་རོ་ཨ་འོ་ཡ་བྱས་ཙང་ལུས་ཀྱི་ཐོག་ནས་ཨ་ནི་ང་རང་ཚོ་ལས་ཀ་བཟང་པོ་ག་རེ་ག་རེ་བྱེད་ཡ་ཡོད་མེད་ཀྱི་ཐོག་ལ་ཡ་ངོ་ད་དེ་ནི་མ་རིན་པ་ཆེ་ནི་འགྲིག་གི་ད། དང་པོ། ཞོགས་པ་སྔ་པོ་ལངས་ནས་སོ་དང་གདོང་པ་གཙང་མར་བཀྲུས། རྟག་ཏུ་ལུས་པོ་སྦྱོང་བརྡར་བྱས་ཏེ་འཕྲོད་བསྟེན་ལ་དོ་སྣང་བྱེད་དགོས། ཨོ་ཡ། ད་ཞོ་ཁའི་རྔ་བོ་ཡ་ཤངས། ཨ། ཞོ་ཁའི། སློབ་གྲྭ་འགྲོ་དགོས་ཀྱི་ཡོད་ན་འགྲོ་འགྲོ་དགོས་ཀྱི་མེད་པ་ཡིན་ན་འདྲ་གང་ལྟར་ཡ་རྔ་བོ་ཤངས་ནས་ཚེམས་དང་ཞལ་རས་དེ་ཚོ་ཨ་ནི་ཡག་པོ་བྱེད་སྲིད། ཨོ་ད་ང་རང་ཚོས་ཤེས་སམ་མ་ཤུས་ན་སོ་དང་གདོང་པ་གཙང་མ་བཀྲུས། ཨོ་ཡ། རྟག་ཏུ་ལུས་པོ་སྦྱོང་བརྡར་བྱས་ཏེ་ད། ཉི་མ་རྟག་པར་གཟུགས་པོ་ཅུང་དག་བྱས་ནས་ནི་འཕྲོད་བསྟེན་ལ་དོ་སྣང་བྱེད་དགོས། བྱས་ཙང་ང་རང་ཚོས་ནི། གཟུགས་པོ་ལ་ན་ཚ་བྱུང་ཚར་ན་ད་སྨན་ཟ་ཡ་མི་ཤོ་ཐབས་ཤེས་ཡོད་མ་རོ་བ་བྱས་ཙང་ན་ཚ་མ་བྱུང་སྔོན་ལ་ཡང་ནི་སོ་སོས། ན་ཚ་དེ་མ་ཡོང་ཡག་གི་ཆེད་དུ་འཕྲོད་བསྟེན་བྱེད་དགོས་ཡག་དེ་གལ་ཆེན་པོ་ཡིན་པ་སོང་ཙང་དེའི་ནང་ནས་ཨན་དང་པོ་ཨན་ཞོ་ཀའི་རྔ་བོ་ལགས་ནས་ཨན་གཟུགས་པོ་འཕྲོད་བསྟེན་བྱེད་སྟངས་དེ་སྐོར་ལ་ཡག་སོང་འདུག་ཨ་བ་ཡ། གཉིས་བ་དེ་ལ་ཡ། ཞོགས་ཆ་བཏུང་རྗེས་གྱོན་ཆས་གཙང་མ་གྱོན། དགའ་བའི་འཛུམ་དང་བཅས་ཏེ་དུས་ཐོག་ཏུ་སློབ་གྲྭར་འགྲོ། ད་ཞོགས་ཆ་བཏུང་རྗེས་བཟོ་འདོད། ཨ། ཞོ་ཀའི། ཞོ་ཀའི་ཡ་བྱང་ཚ་བའི་རྗེས་ལ་ང་རང་ཚོ་ཨ་ནི། ཨ། ཚེམ་དང་ཞེས་སྒྲ་དུ་སིལ་ཚ་བའི་རྗེས་ལ་ད་ཞེ་ལ་ཆོས་གུར་བ་ཞོ་གེགས་ཞེས་ལ་འོ་དེ་ཞོ་གེགས་ཞེ་ལ་ཆོས་ད་དེ་ན་ཞོག་ཆ་ཏུང་སི་བྲིས་ཏོ་ཨ་ཞོག་ཆ་ཏུང་སི་ན་ད་ཞེ་ལ་ཆོ་ང་ཞོ་གེགས་ཞེ་ལ་ཆོས་ཚ་བའི་རྗེས་ལ་ཡ་ཨ་ནི་ཨ་གྱོན་ཆས་དེ་ཚོ་གཙང་མ་གྱོན་ད་སྒྲིག་ཆས་ཡོད་བ་ཡིན་ན་འདྲ་སྒྲིག་ཆས་མེད་བ་ཡིན་ན་གང་ལྟར་གཙང་མ་དང་བབ་ཆགས་པོ་ཅིག་གོང་དགོས་རེད་དགའ་བའི་འཛུམ་མདངས་ཆད་དེ་དུས་ཐོག་ཏུ་སློབ་གྲྭར་འགྲོ་ཨ། དགའ་བའི་འཛུམ་མདངས་བཅས་ཏེ་ཟིན་ན། ཧོ། དུང་བ་ལོས་ཡ། ཨ་ནི། འཛུམ་མདངས་འདི་མའི་ངང་ནས། ཨ་ནི། དུས་ཚོད་ཏག་ཏག་སློབ་གྲྭར་འགྲོ་གི་རེད་ཟེར་ལ་བོར་བ། བྱས་ཙང་དགའ་བའི་འཛུམ་སྟོན་དགོས་ཡ་དེ་གལ་ཆེན་པོ་ཞིག་རག་རེད། ཧོ། འཛུམ་སྟོན་ཡ་དེ་ལ་ང་རང་ཚོ་རིན་ཐང་སྤྲད་དགོས་ཀྱི་ཡོད་མ་རེད་ཡིན་ནའི་ཕ་ཕྱོགས་ཀྱི་མི་དེ་ཚོའི་ཧ་སེམས་ནང་ལ་ཡ་ཨ་ནི། ཧོ། འཛུམ་པས་ཨ་ནི་ཞེ་རལ་དུ་ཅིག་མཐོང་བ་ཡིན་ན་སེམས་ནང་ལ་དགའ་ཚོར་སྐྱེ་ཡ་ཅིག་འགོར་བ་བྱས་ཙང། འཛུམ་མདངས་སྟོན་དགོས་རེད་ད་ནང་བཞིན་གྱོན་ཆས་ཨ་ནི་གོང་ཆེན་པོ་ཡིན་ན་འདྲ་ཆུང་ཆུང་ཡིན་ན་འདྲ་གང་ལྟར་སོ་སོར་གང་ཡོད་པ་དེ་གཙང་མ་དང་ཨ་ནི་བབ་ཆགས་པོ་ཅིག་གོན་དགོས་རེད་དུས་ཐོག་ཏུ་སློབ་གྲྭ་ལ་ཕེབས་དགོས་རེད། སློབ་ཕྲུག་ཁ་ཤས་ཡང་སློབ་གྲྭ་ལ་སྔ་བོ་ནས་ཡོང་ནས་ཨ་ནི་སློབ་གྲྭ་ལ་རྫེ་མོ་རྩེ་དེ་ཡང་ནང་ནས་ཕ་མ་ལ་ཨ་ནི། ང། ཕ་མ་གི་ཁྲི་ལ་དེ་ཨ་ད་དལ་བ་ཡིན་ན་ཕ་མས་སློབ་སྦྱོང་བྱེད་གསུང་གི་ཡོད་བ་སང་ཛ་ཨ་ནི་སྔ་བོ་ནས་ཡོང་ཨ་ནི་སློབ་གྲྭ་རྫེ་མོ་རྩེ་དེ་ཨ་དང་ཡང། ཨ། ཁ་ཤས་ཡང་ནང་ལ་བརྙན་འཕྲིན་དང་དེ་འདྲས་སྐོར་འཁོར་ནས་ཡང་སློབ་གྲྭ་ལ་བྱིས་ལུས་ཤོད་ཨ་དང། འོ་དེ་འདྲས་མང་པོ་བྱིས་འཁོར་བ་བྱས་ཙང་དུས་ཚོད་ཏག་ཏག་སློབ་གྲྭ་ལ་ཕེབས་དགོས་གི་རེད། ཨ་ཡ། ད་གསུམ་པ་དེ་ལས་ཡ། དགེ་རྒན་དང་སློབ་གྲོགས་རྒན་ལ་གུས་བཀུར་དང། ཆུང་བར་བྱམས་སྐྱོང་བྱས་ཏེ་འཁྲུག་འཛིང་དང་ཐུབ་ཚོད་རིགས་གཏན་ནས་མི་བྱེད་པར་མཐུན་ལམ་ཡག་པོ་བྱེད་དགོས་ས། ད་དགེ་རྒན་དང་སློབ་ཕྲུག་རྒན་པ། ཨ། སོ་སོའི་དགེ་རྒན་ཡིན་ནས་འདྲ་སོ་སོའི་དགེ་རྒན་མེད་ནས་འདྲ་གང་ལྟར། ཨ། སློབ་གྲྭ་དེའི་ནང་དང་སློབ་གྲྭའི་གཞན་པའི་དགེ་རྒན་སུ་ཡིན་པ་ཡིན་ནས་འདྲ་དགེ་རྒན། ཡིན་ཚར་བའི་བཞུགས་སྒར་སོ་སོ་ང་ད་ང་རང་ཚོའི་ཨ། ནང་པ་སངས་རྒྱས་ཀྱིས་ད་སྐྱབས་འགྲོའི་བསླབ་བྱའི་ནང་ནས་ཨ་ནེ་སོ་སོ་ལ་ཡི་གེ་ན་གཅིག་བསླབ་ཉེན་དེ་ཨ་ནེ་དགེ་བའི་བཤེས་གཉེན་ཡིན། གསུང་གོ་རོ། སངས་རྒྱས་དཀོན་མཆོག་དངོས་ཀྱི་གདུལ་བྱའི་ཆག་གོ་རེད། འོ་དེ་འདྲའི་གསུང་གོ་རོ་བྱས་ཙང་དེ་འདྲའི་ཡིན་དུས་ཨ་ནེ་དགེ་རྒན་ས་དེ་གལ་ཆེན་པོ་རེད་ད་ང་ན་ཤེས་ཨ་སློབ་གྲོགས་རྒན་པ་ད་སོ་སོ་ལས་ང་རང་ཚོ་མཐུན་པ་སྤུན་བཞི་ནང་ལ་ཡང་གཟུགས་པོ་ཆེ་ཆུང་མ་ཡིན་པ་ཆ་གང་ལྟར་སོ་སོ་ལས་རྒན་པ་ཡིན་པ་ཡིན་ན། ཨ་ནི་འདི་ལ་ཡ་བསླབ་པ་རྒན་པ་དང་ལོག་རྒན་པ་དང་གང་འདྲེས་བཞིན་པ་ཡིན་ནས་འོ་དེ་ཚོ་ལ་ཨ་ནི་གུས་བཀུར་བྱེད་དགོས་རེད། ཆུང་བར་བྱམས་སྐྱོང་བྱས་ཏེ། ད་སོ་སོ་ལས་ཆུང་བ་དེ་ཚོ་ལ་ཡ་བྱམས་སྐྱོང་བྱེད་དགོས་རེད། ཨ་བྱམས་སྐྱོང་ཐུབ་ཚོད་མ་བྱས་པ་ཆེ་ཆུང་ཚིག་མདའ་ཐུབ་ཚོད་རིགས་གཏན་ནས་མི་བྱེད་པར་མཐུན་ལམ་ཡག་པོ་བྱེད་དགོས། འཁྲུག་པ་འཛིན་ཡ་དང་ཐུབ་ཚོད་དང་དེ་འདྲའི་རྩ་བ་རང་ནས་བྱེད་རྒྱུ་ཡོད་མ་རེད། མཐུན་སྒྲིལ་ཡག་པོ་བྱེད་དགོས་རེད་ང་རང་ཚོའི་བོད་པའི་གཏམ་དཔེ་རྣམས་ལ། བྱེས་ཀྱིས་ཐུབ་པ་འབུ་ཟ་བྱེད་རོགས་བྱེའུ་གིས་ཐུབ་ཚོད་བཏང་ཐུབ་བ་དེ་འབུ་ཡིན་པ་སོང་ཙང་བྱེའུ་དེ་ག་དུས་ནས་འབུ་དེ་ལ་ཐུབ་ཚོད་བཏང་དགོས་རོགས་དེ་འདྲས་མ་བྱེད། སོ་སོ་ལས་ཆུང་བ་དེ་ཚོ་ལ་བྱམས་པོ་བྱེད། སྤྱི་པའི་བཅའ་དངོས་ལ་དག་བྱེད་དང་མི་གཞན་གྱི་བཅའ་ལག་རྐུ་བ་ལྟ་ཅི་རྙེད་པ་རྣམས་ཕྱི་ལོགས་ཏེ་ཀུན་སྤྱོད་གཙང་མས་གཞན་ལ་མིག་དཔེ་བཟང་པོ་སྟོན་དགོས་ས་ན་སྤྱི་པའི་བཅའ་ལག་ཟིན་ན་སྤྱི་པ་ལ་ན་ཚང་མ་ལ་དབང་བའི་མཉམ་སྡེབ་ལ་དབང་བའི་བཅའ་དངོས་རྒྱུ་ནོར་དེ་ཚོ་ལ་ཡང་ནི་དག་བྱེད་ཡག་པོ་བྱེད་དགོས་རེད། མི་གཞན་གྱི་ལྕ་ལག་བརྐུ་བ་ལྟ་ཅི། མི་གཞན་པ་ལྕ་ལག་བརྐུ་ཡ་ད་ཕག་ཞག་ཞོགས། ཨཱ། རྙེད་པ་རྣམས་ཕྱིར་ལོག་སྟེ་སོ་སོ་ལ་རྙེད་པ་ཡིན་ནི། ཨཱ། ད་བདག་པོ་སུ་ཡིན་པ་ཡིན་ནའོ་དེ་ལ། ཨཱ། ལོག་རྗེས། སོ་སོའི་ཀུན་སྤྱོད་གཙང་མ་དེས་ཨ་ནི་མི་གཞན་པ་ལ་མིག་དཔེ་སྟོན་ཐུབ་བོ་རེད། བྱས་ཙང། ཨཱ། ང་རང་ཚོས། མ་བྱིན་པར་ལེན་པ་བྱེད་རྒྱུ་ཡོད་མ་རེད། མི་གཞན་གྱི་རྩ་ལག་རྐུ་ཡག་མ་སྤྲད་བ་ཡིན། ཨ་ནི། སོ་སོའི་ལྐོག་གོ་ལ་རྐུ་མ་རྒྱག་དེ་སུ་མ་བྱེད། ཨོ་ཡ། འཛིན་གྲྭའི་ནང་སྐད་ཅོར་མི་རྒྱག་པར་བློ་རྩེ་གཅིག་སྒྲིམ་གྱིས་སློབ་ཁྲིད་ལ་ཉན་ཏེ་དགེ་རྒན་གྱི་དྲི་བར་ལན་འདེབས་དང་དོགས་འདྲི་ཡང་ཡང་ཞུ་དགོས། ད་འཛིན་གྲྭའི་ནང། སྐད་ཅོར་རྒྱག་ཡ་ཡོད་མ་རེད། སྐད་ཅོར་མ་བསྐྱལ་བ་བཅས་བློ་རྩེ་གཅིག་སྒྲིམ་གྱིས་ཨང་སློབ་ཁྲིད་ལ་ཉན་ཏེ་བློ་རྩེ་གཅིག་སྒྲིམ་ལ་མཐར་བསམ་བློ་ཁ་ཧོ་ཀ་ཙམ་མ་ཡེངས་ནས་ཧོ། ནམ་ཡེངས་མ་བྱས་པ་བྱས། ཧོ། བསམ་བློ་དང་ཨ་ནི། མིག་དང་ལུས་པོ་དང་ཚང་མ་ཧོ། དགེ་རྒན་གྱི་སློབ་ཁྲིད་ལ་ཕྱོགས་ནས་ཨ་ཉན་དགོས་རེད་བསྟན་ང་རང་ཚོ་ཧོ། ནང་པའི་ཆོས་སྦྱང་བརྡ་རྣམས་ལ་ཡང་དགེ་རྒན་ལ་གུས་པར་བྱ་བ་དང་བཀའ་དྲིན་རྗེས་སུ་དྲན་པ་སོགས་དེ་རྣམས་ལ་ཡང་སློབ་ཁྲིད་ཉན་པའི་སྐབས་སུ་རྐང་ལག་བརྐྱང་བ་དང་གཞོགས་སྙེས་བྱས་ནས་དོན་མི་རུང་སྟེ་མདུན་གྱི་བཤེས་གཉེན་ལ་ཁ་ཕྱོགས་ཏེ་ཡིད་སེམས་དྲང་པོས་ཉན་པར་བྱེད་དགོས་སོགས་གསུངས་ཡོད་རོ། འོ་དེ་ཡིན་དུས། འདི་རྣམས་ལ་གསུང་བ་དག་རང་རེད་འཛིན་གྲྭའི་ནང་ལ་སྐད་ཅོག་བརྒྱབ་རྗེས་མ་བདེ་བ་བྱས་ཨ་ནི། བློ་རྩེ་གཅིག་སྒྲིམ་བྱས་ནས། ཨང་དགེ་རྒན་གྱི་ཚུལ་དྲི་བ་ག་རེ་བཏང་བ་ཡིན་ནས་ཕ་ཨ་ནི། ལན་ཕུལ་ཡ་དང་ད་ནི་བཞིན་སོ་སོའི་མ་ཤེས་པ་དང་ཨ་ནི་གསལ་བོ་མེད་པའི་རིགས་བྱུང་བ་ཡིན་ན་དགེ་རྒན་ལ་ཡ་ཨམ་ཕ་ལམ་སང་བཀའ་འདྲི་ཞུ་དགོས་རེད། ཨོ་ཡ། ད་གོང་ལ་ལུས་ཀྱི་བསླབ་བྱ་དེ་ཁྱེད་ཚ་སོགས་ད་གཉིས་བ་དེ་ངག་གི་བསླབ་བྱ། ངག་ཟེར་ན་ད་ཨ་ནི་སྐད་ཆའི་ཐོག་ནས་བཀའ་མོལ་གནང་སྟངས་ཐོག་ནས། ཨོ། འོ་དེ་འདྲའི་ཐོག་ནས་ཡང་ང་རང་ཚོ་ཨ་ནི་ག་རེ་ག་རེ་ཡ་ག་ག་རེ་ག་རེ་བྱེད་ཡ་ཡོད་མེད་དེ་ཨ་དེ་ནི་མ་རིན་པས་གསུང་གི་རེད། དང་པོ་ཕ་མ་དང་དགེ་རྒན་སློབ་གྲོགས་མི་རྒན་གཞོན་སུ་དང་མཇལ་སྐབས། བཀྲ་ཤིས་བདེ་ལེགས་དང་སྐུ་སྐྱེ་གསལ་ཐང་སྐུ་ཁམས་བཟང་ངམ་སོགས་འཚམས་འདྲི་གང་འོས་ཞུ་དགོས་སོ། ད་ཕ་མ་དང་དགེ་རྒན་ད་ག་ནས་ཤིག་སློབ་གྲོགས། མི་རྒན་གཞོན་ག་འདྲས་ཅི་ལྟར་ཐུ་བའི་སྐབས་ལ་ཡ། དང་པོ་དེ་ལ་བཀྲ་ཤིས་བདེ་ལེགས་ལ་དང་ད་ག་ནས་ཤིང་ཨ་ནི་སྐུ་སྐྱིད་ཟེར་དང་སྐུ་ཁམས་ཟེར་སྐུ་ཁམས་བཟང་ངམ་འོ་འདི་འདྲས་ཀྱི་ཨ་ནི་ད་གང་ལྟར་མི་ཕ་ཕ་རོལ་བོ་དེ་ལ་འཚམས་འདྲི་ཞུ་ཡག་གི་བཀའ་མོལ་ག་རེ་གནང་དགོས་ཀྱི་ཡོད་ན་འོ་དེ་གནང་བ་ཡིན་ན་ཨ་ནི་མི་ཕ་རོལ་བོ་དེ་ཡིན་ནའི་སེམས་ལ་དགའ་ཚོར་སྐྱེ་ཡག་དང་མི་དེ་ལ་འབྲེལ་འདྲིས་བྱེད་ཡ་ལ་ཡང་དགའ་ཚོར་ཡོང་གི་རེད་བྱས་ཙང་དེ་འདྲས་ཡིན་དུས་ཨ་ནི་ག་དུས་ཡིན་ནས་བཀའ་མོལ་འཇམ་པོ་དང་ཨ་ནི། ཨ། ཡ་རབས་ཀྱི་བཀའ་མོལ་དེ་འདྲས་གསུང་དགོས་རེད། ཨོ་ཡ། གཉིས་བ་དེ་ལ་མི་གཞན་དང་བཀའ་མོལ་གནང་སྐབས་ཨ། ཚིག་རྩུབ་དང་འཆལ་གཏམ་རིགས་སྤངས་ཏེ། ཞེ་ས་དང་བཅས་སྐད་ཆ་འཇམ་པོའི་ངང་ཞུ་དགོས་གཉིས་བ་དེ་རྣམས་ལ་ཡང་དེ་འདྲས་འདྲ་བོ་རེད་དོ་ཨ། མི་གཞན་པ་དང་བཀའ་མོལ་གནང་བའི་སྐབས་སུ་དག། སྐད་ཆ་རྩུབ་པོ་བཤད་ཡག་དང། དག་ན་ཤེས། དག། དོན་མེད་ཀྱི་རང་གཞན་སྙིང་ག་ལ་མ་ཕན་པའི་སྐད་ཆ་དེ་འདྲས་བཤད་ཡག། འོ་དེ་འདྲས་བྱེད་རྒྱུ་ཡོད་མ་རེད། ད་དེང་སང་ང་རང་ཚོ་ཨ་ནི། སློབ་ཕྲུག་མང་པོ་བཅས་དེང་དུས་ཀྱི་སྐད་ཡིག་སྦྲགས་མ་རབས་མང་པོ་ཤེས་ཀྱི་ཡོད་པ་སོང་ཙང་འདི་ཚོའི་ནང་ལ་ཡང་ཚིག་སྡུག་ཅག་ཡོད་སྐྱོ་དེ་ཚོ་ཚུལ་སོ་སོའི་བོད་པའི་མི་རིགས་ནང་ལ་ཕར་ཚུར་བེད་སྤྱོད་བཏང་ནས་མི་གཞན་པ་ལ་ཡང་ཁོང་ཁྲོ་ལ་ཡང་གི་བཀའ་མོལ་དེ་འདྲ་གསུང་གི་ཡོད་རེད་བ་ཧོ་དེ་འདྲ་གསུང་གི་ཡོད་མ་རེད་ད་ནང་བཞིན་འཆལ་གཏམ་སྐད་ཆ་ཆོ་མེད་ཀྱོ་རང་བཞིན་སྙིང་ག་ལ་མ་ཕན་པ་ཨ། འོ་དེ་འདྲའི་རྩ་བ་རང་ནས་མ་གནང་བ་བྱས་ཨ་ནི་བཀའ་མོལ་གནང་བའི་སྐབས་སུ་ཞེ་ས་དང་བཅས་ཏེ་ཞེ་ས་དང་མཉམ་དུ་ཡག་ཤོས་བྱུང་ན་ཞེ་ས་ཨ་ནི་ཤན་པའི་ཐོག་ནས་བཀའ་མོལ་གནང་དགོས་རེད་ཨ་གལ་སྲིད་ཞེ་ས་མ་ཤན་པ་ཡིན་ན་མི་ཤན་པ་ལ་ཡང་ཨ་ནི་བཀའ་མོལ་གནང་བའི་སྐབས་སུ་སྐད་ཆ་འཇམ་པོའི་ཐོག་ནས་ངག་འཇམ་པོ་ཚིག་འཇམ་པོ་ད་འཇམ་པོ་དེ་ལ་གཉིས་ཡོད་རེད་བ་ངག་འཇམ་པོའི་སྒང་ནས་ཚིག་འཇམ་པོའི་ཐོག་ནས་བྱས་ཙང། ཚིག་འདི་འཇམ་པོ་ཞོ་ཡོ་ཡིན་ནས། བཀའ་མོལ་གནང་བའི་སྐབས་སུ་རྣམ་འགྱུར་དང་ཨ་ནི། གསུང་ཤུགས་དེ་ཏག་ཏག་མ་བྱུང་བ་ཡིན་ན་དྲག་པོ་འགྲོ་བ་ཆགས་པ་ཡིན་ན་ཨ་ནི་ཚིག་འཇམ་པོ་ཡོད་ནས་ཕན་ཐོགས་མ་ཡིན། ཡང་ངག་འཇམ་པོ་ཡོད་ནས་ཚིག་རྩུབ་པོ་དེ་འདྲའི་བེད་སྤྱོད་བྱས་པ་ཡིན་ན་ཡང་དེའི་ཕ་རོལ་པོ་ལ་ཨ་ནི་གནོད་པ་ཡོང་ཡང་དེ་འདྲ་བྱ་དགོས་པར་བྱས་ཙང། ཚིག་དང་ངག་གཉིས་ཀ་ཐོག་ནས་ཨ་ནི་འཇམ་པོ་གསུང་དགོས་རེད། འོ་ཡ། འོ་དེ་གསུང་དགོས། ད་གསུམ་པ་དེ་ལ་ཡང་མི་ཕན་ཚུན་བར་དཀྲུགས་ཤིང་དང་གཞན་ལ་མགོ་སྐོར་རྫུན་ཚིག་སྨྲས་ན་རང་ཉིད་ཀྱི་སྐད་ཆ་ལ་ཆ་འཇོག་དང་ཡིད་ཆེས་བྱེད་མཁན་མི་ཡོང་བས་རྒྱུན་དུ་དྲང་པོ་དང་བདེན་པའི་སྐད་ཆ་བཤད་དགོས། ད་མི་ཕན་ཚུན་བར་སོ་སོའི་མི་དང་མིའི་བར་རུ་ལ་ཡང་དཀྲུགས་ཤིང་དང་ད་ང་ཚོའི་དབྱེན་སྦྱོར་དཀྲུགས་ཤིང་ཟིག་ཏུ་མི་གཉིས་འཆམ་པོ་ཡོད་བ་དེ་དཀྱིལ་མ་ལ་ཡང་ཨ་ནི།

ངེད་ཅག་བཀའ་སློབ་དེ་འདྲ་མང་པོ་གནང་ཡོད་རེད་བ། སྔོན་མ་ཡིན་ན་བོད་པའི་མི་དེ་ཚོ་ཚང་མ་ནི་བཟང་པོ་དང་དྲང་པོ་དྲང་ཤ་ཡོད་རེད། དེང་སང་བོད་པའི་ནང་ལ་ཡང་མི་གཞན་པ་ལ་མགོ་སྐོར་དང་གཉིས་དང། གཡོ་སྒྱུ་ཁྲམ་གསུམ་བྱེད་ཉེས་དེ་འདྲ་མང་པོ་ཡོང་གི་འདུག་གསུང་བ་རོགས་བྱས་ཙང་དེ་འདྲའི་རྩ་བ་རང་ནས་བྱེད་རྒྱུ་ཡོད་མ་རེད། མི་གཞན་མ་ལ་མགོ་སྐོར་མ་བཏང་བ་བྱས། སྐད་ཆ་ག་རེ་ཡིན་ནས། ང་རང་ཚོ་སློབ་ཚན་གཅིག་ནང་ལ་ཡོད་བ། གཏམ་མདའ་མོ་གཉིས་ཏེ་བྲང་རྒོད་ལམ་གཞུ་མོ་གཉིས་ཏེ་ཨ་ནི་འཁྱོག་ན་དགའ་ཟེར་བ་དེ་འདྲ་ཡོད་ཨ་བྱས་ཙང་ཨ་ནི་གཞན་ལ་མགོ་སྐོར་མ་བཏངས། དག་ནང་བཞིན་སྐད་ཆ་རྫུན་མ་མ་བཤད། ཨ། སྐད་ཆ་རྫུན་མ་བཤད་བ་ཡིན་ན་ཨ་ཉི་མ་ཅིག་ཨ་རྫུན་རྐུབ་དེ་སྡོད་ཀི་རོགས་ཨ་བྱས་ཙང་ཨ། ཆུ་ཚོགས་པའི་སྣོད་ཡོད་ཀྱང་གཏམ་ཚོགས་པའི་སྣོད་མེད་ང་རང་ཚོ་བོད་པའི་གཏམ་དཔེ་རྣམས་ལ་འོ། ཧཱུྃ། ཆུ་ལས་ཨ་ཏི་ཡཱ་སིན་ཐུགས་ཉིད་ཀྱི་གནོད་བྱེད་ཡོར་དེ་རྟག་ཏག་དེ་ཐུགས་ཉིད་ཀྱི་གནོད་བྱེད་ཡོར་དེ་ཡིན་ནས། བསྐལ་བརྒྱ་ས་འདི་ཨ་ནི། ཧཱུྃ། མི་ཉག་ཐུ་བོ་མར་གཅིག་ནས་གཅིག་བརྒྱུད་ནས་ཉི་མ་གཅིག་གང་ལྟར་ཧ་གོ་རེས་གོ་དེ་འདྲའི་སྲུང་འཁོར་བ་ཆེ་ཚང་འདིའི་གཏམ་དཔེ་དེ་ནང་བཞིན་བྱས་ན་ང་རང་ཚོས་ཨ་ནི་རྫུན་མ་རྩ་བ་རང་ནས་བཤད་རྒྱུ་ཡོད་མ་རེད། རང་ཉིད་ཀྱི་སྐད་ཆ་ལ་ཆ་འཇོག་དང་ཡིད་ཆེས་བྱེད་མཁན་མི་ཡོང་ཡ་གལ་སྲིད་རྫུན་མ་བཤད་བ་ཡིན་ན་སོ་སོའི་སྐད་ཆ་ལ་མི་གཞན་པས་ཡིད་ཆེས་བྱེད་མཁན་རག་གི་མ་རེད་དག་ན་བཞིན་ཁྱེད་རང་ལ་མི་ཆ་འཇོག་བྱེད་ཀྱི་མ་རེད་སམ་མི་དེ་དྲང་པོ་ཡོད་དང་མི་དེ་ལ་བློས་འགེལ་ཆོག་འུར་ད་འུར་དེ་འདྲས་ཀྱི་མི་གཞན་པ་གི་སོ་སོ་ལ་ཡ་ཆ་འཇོག་དེ་འདྲས་བྱེད་ཀྱི་མ་རེད། བྱས་ཙང་དེ་འདྲས་མི་གཞན་པ་ཡིད་ཆེས་བྱེད་མཁན་དང་ཆ་འཇོག་བྱེད་མཁན་མ་ཡོང་བ་ཡིན་པ་སོང་ཙང་མི་ཡོང་བས་རྒྱུ་མཚན་དེ་འདྲ་ལ་བརྟེན་ཙང་ཨ་ནི་རྒྱུན་དུ་ང་རང་ཚོས་ཨ་ནི་དྲང་པོ་དང་བདེན་པའི་སྐད་ཆ་བཤད་དགོས། སྐད་ཆ་དྲང་པོ་དང་ཨ་ནི་བདེན་པ་ད་དྲང་པོ་དང་བདེན་པ་གཉིས་གཅིག་པ་རེད་རོ་ཨ་བྱས་ཙང་སྐད་ཆ་དྲང་པོ་བཤད་དགོས་རེད། འོ་འདི་གསུངས་དགོས་རེད། ད་གསུམ་པ་དེ་ཡིད་ཀྱི་བསླབ་བྱ་ཡིད་ཟེར་ན་ང་རང་ཚོའི་སེམས། ད་ཡིད་ཀྱི་བསླབ་བྱ། ཡིད་ཟེར་དུས་ང་རང་ཚོ་ཨ་ནི་སེམས། ལ་བོར་བ། སེམས་དག་ན་བཞིན་ཞེ་སའི་ཐོག་ནས་ཆུད་བ་ཡིན་ན་ཨ་ནི་ཐུགས། ཧ། འོ་དེ་འདྲའི་གི་ཐོག་ནས་ཡང་ཧ། ཡག་པོ་ག་རེ་ག་རེ་བྱས་ཡོད་མིན་ཐོག་ལ་ཡ། དང་པོ་དེ། གོང་ས་མཆོག་གིས་བཀའ་སློབ་སྙིང་ལ་བཅངས་ཏེ་བོད་རྒྱལ་ཁབ་དང་མི་རིགས་ཀྱི་ངོ་བོ་བཅས་སྲུང་སྐྱོབ་དང་དར་སྤེལ་གཏོང་བར་སྙིང་སྟོབས་སྐྱེད་དགོས། སེམས་ནང་ལ་ཨ་ནི་བསམ་བློ་དེ་ག་འདྲའི་སྒྲོག་ཅིག་ཁེལ་དགོས་རོགས་ཟེར་ན། ག་དུས་ཡིན་ནས་གོང་ས་མཆོག་གི་བཀའ་སློབ་སྙིང་ལ་བཅངས། ང་རང་ཚོས་ཨ་ནི་ཨ། བདེ་སྐྱིད་གཉིས་ཀྱི་སྐྱབས་གནས་ཟེར་ན་ད་ལྟ་བོད་མི་ཚང་མའི་ཨ་ནི་དབུ་ཁྲིད་ཨ། གོང་ས་མཆོག་ཡིན་པ་སོང་ཙང་གོང་ས་མཆོག་གིས་གང་གསུང་བ་དེ་སྙིང་ལ་བཅངས་ནས། བོད་རྒྱལ་ཁབ་དང་མི་རིགས་ཀྱི་ངོ་བོ། ཅེས་གསུང་རྒྱུ་བྱས་ཙང་ཨ་ནི་གོང་ས་མཆོག་གི་བཀའ་སློབ་དེ་སྙིང་ལ་བཅངས་ནས་ཨ་ནི་ང་རང་ཚོས་བོད་རྒྱལ་ཁབ་དང། བོད་མི་རིགས་ཀྱི་ངོ་བོ་སྲུང་སྐྱོབ། ད་དེང་སང་འཛམ་བུ་གླིང་འདིའི་ཐོག་ལ་ཡ་ཨ་ཨེ་ཤི་ཡའི་ནང་ལ་ཡོད་འགྱོག་གི་མི་རིགས་དེ་ཚོ་ཕར་ཚུར་གདོང་པ་འདྲ་བོ་འགྲོ་གི་ཡོད་རེད། ཡིན་ན་ཡང་ང་རང་ཚོ་བོད་པ་དེ་ཁ་ཁ་ཡིན་པས་ཨ་ནི་ཨ་ཨོ། མཚོན་རྟགས་དེ་ག་རེ་ཡོད་ཟེར་ན་ང་རང་ཚོ་བོད་མིའི་ཨ་ནི། རིག་གཞུང་གི་རྒྱུན་ཡོད་པའི་མི་གཞན་པ་ལ་སེམས་པ་བཟང་པོ་བྱས་དང་བྱམས་བརྩེ་བྱས་ཡག་གི། ཡ་རབས་བྱས་ཡག་གི། ང་རང་ཚོ་ལ་ཡང་ཐུན་མོང་མ་ཡིན་པའི་ཁྱད་ཆོས་ཅིག་ཡོད་སོང་ཙང་འོ་དེ་ང་རང་ཚོའི་མི་རིགས་ཀྱི་ངོ་བོ་རེད། བྱས་ཙང་འདི་སྲུང་སྐྱོབ་བྱེད་དགོས་རེད། སྲུང་སྐྱོབ་བྱེད་དགོས་རེད་ལ་ད་ལྟ་གང་ཡོད་དེ་གང་དོ་ཡར་དར་སྤེལ་བཏང་ནས་སྔར་ལས་ཡར་ཡར་བཏང་ནས་འོ་དེ་འདྲའི་རྟགས་ཡག་གི་བསམ་བློ་འདི་འདྲས། སྙིང་སྟོབས་སྐྱེ་དགོས་རེད། སྙིང་སྟོབས་སྐྱེས་ཟིན་ན་བསམ་བློའི་ནང་ལ་སེམས་ཤུགས་དང་སྤོབས་པ་དེ་འདྲས་ཁྱེར་ནས་ད་དུང་ཡང་ཡར་སྐྱེད་རྟགས་ཡག་གི་བསམ་བློ་སྐྱེ་དགོས་རེད། འོ་དེ་གསུང་དགོས། འོ་ཡ། ད་གཉིས་པ་དེ། གཞན་ལ་རྒྱུ་དངོས་དང་སྐད་གྲགས་བྱུང་བར་མི་འདོད་པའི་ཕྲག་དོག་བྱས་ན་རང་ཉིད་ལ་བདེ་སྐྱིད་ནམ་ཡང་མི་འབྱུང་ས། བྱས་ཙང་མི་གཞན་པ་ལ་ཡང་ཨ་ནི་རྒྱུ་དངོས་དང་སྐད་གྲགས་བྱུང་བ་ད་མི་གཞན་པ་དེ་ཚོ་ལ་ཡང་ཨ་ནི་ཡག་ག་བྱུང་བ་ཡིན་ན་བཀྲ་ཤིས་པ་ཅིག་བྱུང་བ་ཡིན་ན་དེ་ལ་ཡང་སོ་སོ་ཕྲག་དོག་ལངས་ནས་ཨ་མི་གཞན་པ་ལ་རྒྱུ་ཅག་ལ་དེ་འདྲས་དེ་འདྲས་འདུག་ཨོ་ཁོ་དེང་སང་སྐད་གྲགས་མཐོ་པོ་དཔེ་ཆ་བཞག་བྱས་ཙང་ཨ་སོ་སོ་རྣ་བ་མ་འགྲོ་བ་བྱས་ནས་དེ་ལ་ཡང་བྱས་ཙང་དེ་འདྲས་བྱས་བ་ཡིན་ན་རང་ཉིད་ལ་ཡང་བདེ་སྐྱིད་བྱུང་བ་མ་རེད་ཟེར་མི་གཞན་པས་ཨ་ནི་གནས་ཚུལ་དེ་སོ་སོའི་སེམས་ལ་ཡང་ཞོག་ཅིག་ཚུལ་ཨ་ནི་གླེང་བ་ཡིན་ན་སོ་སོ་ལ་ཡང་སྐྱོ་ཡོང་གི་མ་རེད་ཁོ་དེ་འདྲས་འགྲོ་བ་ཞིག་དང་ང་ལ་མི་འདུག་བསམ་ནས་ཨ་ནི་ཞེ་འདྲས་མ་སྐྱེ་བ་དེ་འདྲས་ཆགས་ཀྱི་རེད་བྱས་ཙང་ཨ་ནི་བདེ་སྐྱིད་བྱུང་གི་མ་རེད་ཨ་ནི། བྱས་ཙང་དེ་འདྲས་ཡིན་དུས་མི་གཞན་པ་ལ་ཡང་ཕྲག་དོག་མ་བྱེད་ཟེར་འོ་དེ་གསུང་གི་ཡོད་རེད། གཞན་ལ་ཡོད་པའི་རྒྱུ་དངོས་ནང་ང་ལ་ཐོབ་ན་སྙམ་པའི་བརྣབ་སེམས་སོགས་བསམ་ངན་དེ་དག་སྤངས་ནས་རང་གི་ནུས་ཚོད་དང་འཇོན་ཐང་ལ་ལྟོས་ནས་ཡིད་ཚིམ་པ་བྱེད་དགོས་སོ། བྱས་ཙང་ད་མི་གཞན་པ་ལ་ཡོད་པའི་རྒྱུ་ཆ་ལག་དེ་ཚོ་ང་ལ་རག་ན་བསམ་ནས་ང་སེམས་ནང་ལ་བརྣབ་སེམས་བསམ་བློ་དེ་འདྲས་བརྣབ་སེམས་དེ་འདྲས་མི་གཞན་པའི་བཅའ་ལག་དེ་སོ་སོར་བཙུད་ར་ན་བསམ་ཡག་དང། འོ་དེ་འདྲས་བསམ་བློ་དེ་འདྲས་འཁེལ་རྒྱུ་ཡོད་མ་རེད། དེ་ཚོ་ཕ་སྤངས་ནས་སོ་སོ་ལ་ཡང་ནུས་པ་གར་འདུག་སོ་སོ་འཇོན་ཐང་གར་འདུག་འོ་དེ་འཇོན་ཐང་དང་ནུས་པ་དེ་ལ་བརྟེན་ནས་སོ་སོ་ལ་བྱུང་བདེ་འགྱོགས་གྲུབ་འབྲས་ག་རེ་འདུག་འོ་དེ་འདོད་པ་སེམས་པ་བྱས་འོ་དེ་གསུང་གི་ཡོད། བྱས་ཙང་ག་དུས་ཡིན་ནས་མི་གཞན་པ་ལ་བརྣབ་སེམས་དང་ཨ་ནི། མི་གཞན་པའི་བཅའ་ལག་ལ་ཡང་བརྣབ་སེམས་མ་བྱས། སོ་སོའི་སྦྱོར་བརྡ་དེ་ལ་ཡིད་ཚིམ་པར་བྱས་སུ་འདོད་པ་ཚིམ་པར་བྱས་སུ་འོ་དོ་གསུངས་པའི་བར། ལྷ། སློབ་ཚན་དངོས་གཞི་དེའི་འོ་དེ་ལས་དེ་ལ་བསླབ་བྱ་བྱེད་དོ། ཨ། ཕན་པའི་འབྲས་བུ་བདེ་སྐྱིད་ཡིན། ས། ཧ། ཕན་པའི་འབྲས་བུ་བདེ་སྐྱིད་ཡིན། མི་གཞན་པ་ལ་ཕན་འདོགས་བྱས་པའི་འབྲས་བུ་དེ་བདེ་སྐྱིད་ཡིན། ད་གིན་གོང་དུ་ལེགས་བཤད་གསུང་བ་ནང་བཞིན་བྱས་ནས། ཨ། གནོད་པའི་འབྲས་བུ་སྡུག་བསྔལ་ཡིན། ས། ཧ། མི་གཞན་པ་ལ་གནོད་པ་བཏང་བའི། འབྲས་བུ་དེ་སོ་སོ་ལ། རྒྱུ་འབྲས་ངན་པ་དེ་སོ་སོའི་སྒོ་ནས་སོ་སོ་ལ་སྡུག་བསྔལ་བྱུང་བ་རེད་བསམ། རང་གི་ལུས་ལ་དཔེ་སློང་ལ། གཞན་ལ་གནོད་པ་མ་བྱེད་ཅིག། སོ་སོའི་ལུས་པོ་དེ་ལ་དཔེ་བླང། སོ་སོ་ལ་ན་ཡ་ཚ་ཡ་ཡོད་བ་ད་ག་ན་བཞིན་ཨ་ནི་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་བའོ་དེ་ལ་དཔེ་བླན་ནས་ཨ་ནི་གཞན་པ་ལ་ཡང་གནོད་པ་མ་བྱེད། མི་གཞན་པ་ལ་ཨ་ནི། གནོད་སྐྱེལ་ཡ་དང་བརྣབ་སེམས་བྱེད་ཡ་དང་ཁོང་ཁྲོ་བྱེད་ཡ་དང་ཕྲག་དོག་བྱེད་ཡ་དེ་ཚོ་མ་བྱེད།

སྦྱོང་ཚན། དང་པོ་ཚིག་གྲོགས་གཉིས་རེ་འཚོལ་ས། ཚིག་རེ་རེ་ལ་ཚིག་གྲོགས་གཉིས་རེ་གཉིས་རེ་ནས་འཚལ་ཞོག། དཔེར་ན་གང་ལ་དཔེ་ཅིག་བཞག་དོ་ཨ་ཨོ་དེ་ནང་བཞིན་བྱས་ནས་བཞག་བསྐུར་ད། བཞག་ན་རུ་ཞོག་ག་ས་ཞོག་ལ། ཞོག་པ་ཞོག་བྱ་ཨོ་དེ་འདྲས་བཟོས་དོ་ཨ་བྱས་ཙང་ཁྱེད་རང་ཚོས་དཔེ་དེ་ལ་གཟིགས་ནས་འོག་གི་ཚིག་དེ་གྱེས་ལ་ཚིག་གྲོགས་བྱ་དགོས་རེད། ལ་སྦྱོང་ཚན་གཉིས་པ། བོད་བྲིས་གཏོང་དགོས་ས་ཤང་གི། ཡི་གེ་ཡོད་རྒྱོ་དེ་གཤམ་ལ་ཡ་དེ་ནས་མ་ཚིག་མང་པོ་ཞིག་བཀོད་བཞག་འདུག་བ་འོ་དེ་ཡེ་ཚང་མ་ཁྱེད་རང་ཚོས་ཡག་པོ་ཅིག་ཀློག་ཨང་ཐེངས་མ་མང་པོ་བྲིས་ད་དེ་ཚར་བའི་རྗེས་ལ་ཡ་ནི་ཁྱེད་རང་ཚོས་ཕ་མ་བོད་ཡིག་ཤེས་ཀྱི་ཡོད་བ་ཡིན་ན་ཕ་མ་ལ་བཏང་བཅོལ་དང་ཡང་དེ་ནས་ཕ་མ་བོད་ཡིག་ཤེས་ཀྱི་མེད་བ་ཡིན་ན་ཡང་དེ་ཡེ་ཡོད་འདུག་བ་ཁྱེད་རང་ཚོས་བོད་ཡིག་ཤེས་ཉེན་སུ་ལ་ཀློག་དེ་ལ་ནས་ཀློག་རོགས་ཇི་ལྟར་བྱས་ནས་ཞུས་ཚར་ནས་ཨ་ནི་ཁྱེད་རང་ཚོ་མ་ཁོ་ཚོས་ལོ་གུ་ལོ་གུ་ཁྱོད་ཚོས་བྲིས་གི་བྲིས་གི་བྱས་ནས་ཨ་ནི་པད་མ་ལྟར་ནས་བྲིས་བོར་ད། ད་སྦྱོང་ཚན་གསུམ་པ། དྲི་བར་ལན་བྲིས། དང་པོ། སྒོ་གསུམ་ནི་གང་དང་གང་ཡིན་ནམ། གཉིས་པ། འཛིན་གྲྭའི་ནང་བློ་རྩེ་གཅིག་སྒྲིམ་བྱས་ན་ཕན་ཡོན་གང་ཡོད་དང། གསུམ་པ། ཡིད་མི་བདེ་བ་འབྱུང་བའི་རྒྱུ་རྐྱེན་གང་ཡིན་ནམ། བཞི་བ། མི་གཞན་ལ་བཀའ་མོལ་གནང་སྐབས་གང་འདྲ་ཞུ་དགོས། ཨ་བ་ཡ། ད་སྦྱོང་ཚའི་བཞི་བ་དེ་ལ་ཟེར་ཨ། འོག་གི་མིང་ཚིག་ལས། ལག་ལེན་འོས་པ་རྣམས་འགྲིག་རྟགས་དང་ལག་ལེན་མི་འོས་པ་རྣམས་ནོར་རྟགས་བརྒྱབ། ད་ཁྱེད་རང་ཚོས་དེའི་ནང་ནས་ག་རེ་ག་རེ་བྱེད་ཐུག་ས་རེད་ག་རེ་ག་རེ་བྱེད་ཐུག་ས་མ་རེད་གོ་དེ་ཟིན་ནས་ཨ་བྱེད་ཐུག་ས་དེ་བརྒྱད་ལ་ཡ་ཨ་འགྲིག་རྟགས་བརྒྱབ། ཨ་ནི་བྱེད་མི་དགོས་བ་དེ་ཚོ་ལ་ཡང་ནོར་བདག་བརྒྱབས། སྦྱོང་ཚན་ལྔ་པ། སློབ་གྲྭ་དང་རང་ཁྱིམ་དུ་སྒྲུབ་པའི་བྱ་བ་བཟང་པོ་ཁག་ཤེལ་ཕོར་ནང་དུ་བླུགས། ཨ། བྱས་ཙང། འོག་གི་ཤེལ་ཕོར་དེ་ནང་ལ་ཡ། ཨན། སོ་སོས། སློབ་གྲྭ་དང། ཨ་ནི། ནང་ད་ག་ནས་བཞིན་སློབ་གྲྭ་དང་ཁྱིམ་གཉིས་ཀ་ལོ་ལ་ཡ། ག་རེ་ག་རེ་སྙིང་ག་ལ་བྱེད་དགོས་དོ་ག་རེ་ག་རེ་ནང་ལ་བྱེད་དགོས་དོ་ག་རེ་ག་རེ་སློབ་གྲྭ་ལ་བྱེད་དགོས་དོ་འོ་དེ་ཟིན་ནས་སོ་སོས་ག་རེ་བྱེད་ཀྱི་ཡོད་པ་དེ་ཤོག་བྱང་ཅིག་བཟོས་ནས་ཞེ་ཕོག་དེ་ནང་ལ་བླུག་ཡག་གདའ། ད་ལྟ་དེ་གང་ལ་ཡང་གཅིག་བླུག་འདུག་ཨ། འོ་དེ་འདྲི་འདུག་པས་དེ་ལ་ཟིན་ནས་ཁྱེད་རང་ཚོས་བླུག་ཡག་གདའ། དྲུག་པ་བྱེད་སྒོ། སློབ་མ་རྣམས་ཚོགས་ཆུང་གསུམ་དུ་བགོས་ཏེ་གཤམ་གསལ་བརྗོད་གཞིའི་ཐོག་བྱེད་སྒོ་སྤེལ་དགོས། ད་ཁྱེད་རང་ཚོ་ཡང་སྡེ་ཚན་གསུམ་ལ་ཞུགས་ནས་ཨ་ནི་བྱེད་སྒོ་སྤེལ་དགོས་རེད། དང་པོ་དེ་སློབ་ཕྲུག་རང་ངོས་ནས་སློབ་གྲྭའི་ནང་བྱེད་མི་ཆོག་པ་རྣམས་བྲིས། བྱས་ཙང་དང་པོ་དེ་སློབ་ཕྲུག་སོ་སོས་ཀྱིས་ཨ་ནི་སློབ་གྲྭའི་ནང་བྱེད་མི་ཆོག་པའི་ཨ་ནི་བྱ་བ་དེ་ཚོ་ཚང་མ་བྲིས་དགོས་རེད། གཉིས་བ་དེ་ཞོགས་པ་སྔ་པོ་ལངས་དགོས་པའི་རྒྱུ་མཚན་གང་ཡིན་ནམ། ཞོགས་ཀའི་སྔ་བོ་ལངས་པའི་རྒྱུ་མཚན་ག་རེད། གསུམ་པ་དེ། མི་གཞན་ལ་ཞེ་ས་དང་གུས་ཞབས་བྱེད་ན་དགེ་མཚན་གང་ཡོད་དམ། མི་གཞན་པ་ལ་ཞེ་ས་དང་གུས་ཞབས་བྱེད་འོས་ན་དགེ་མཚན་ལ་ན་ནི། ཡག་གི་ཁྱད་ཆོས་ག་ཡག་ག་རེ་ག་རེ་ཡོང་གི་རེད། འོ་དེ་གསུང་གི་ཡོད་རེད་བྱས་ཙང། འདི་གའི་ཚང་མ་ཚོགས་ཆུང་སོ་སོ་སོ་སོ་བྱས་ནས་ནི་བྲིས་ཡར་ལྟ། ཨོ་ཡ། ད་ང་ཚོ་སློབ་ཚན་གསུམ་པ་དེ། ཨ་ནི། ཁྱེད་རང་ཚོ་ལ་མ་འགྲེལ་བཤད་ཞུས་ཟིན་པ་ཡིན་ད་ག་ནང་བཞིན་ང་ཚོ་སྦྱོང་ཚིག་དེ་བྱེད་ཚར་ད་སློབ་ཚན་འདིའི་ནང་ལ་ཡ། ང་རང་ཚོའི། ཨོ། བསླབ་བྱ་སྡེ་ཚན་གསུམ་ལ་ཡིན་ནི། ཨོ། ལུས་ངག་ཡིད་གསུམ་གི་ཐོག་ནས་ཨ་ནི། ཨོ། ལས་ཀ་ཡག་ག་རེ་བྱེད་ཡག་དུ་ཡང་འདུག་ག་རེ་བྱེད་རྒྱུ་མི་འདུག་ཨོ། འདི་ཚོ་ང་རང་ཚོ་སྦྱང་ཚར་བ་ཡིན་པ་སོང་ཙང། ཨོ། ལམ་ཤར་རྒྱུན་དུ། ཨོ། དང་གིས། སློབ་ཚན་ནང་ལ་སོང་བ་ན་ཞེས་བྱས་ནས་ཨཱ་ནི་མི་གཞན་པ་ལ་ཡང་བསླབ་བྱ་དེ་ཡས་སེམས་ལ་བཞག་ནས་མི་གཞན་པ་ལ་ཡང་ཨཱ་ནི། འཆམ་པོ་བྱེད་ཡག་དང་ཨཱ་མི་གཞན་པ་ལ་ཡང་བྱམས་བརྩེ་བྱེད་ཡག་གི་བསམ་བློ་དེ་བཏང་རོགས་གནང། ཞུ་ཡག་དང། ཨཱ་ནི། སློབ་ཚན་འདིའི་ནང་ལ་ཡོད་པའི། ད་ཚིག་གསར་དང། དག་ན་བཞིན། བྱ་ཚིག། མིང་ཚིག་ད་དེ་འདྲའི་དབྱེ་བ་མ་འདྲ་བ་མང་པོ་ཡོད་རོ་བ་འོ་དེ་ཚོ་ཁྱེད་རང་ཚོའི་སློབ་ཚན་འདི་ཨ་ནི་བཟང་པོའི་བསླབ་བྱ་གླེང་པའི་ཞོར་ལ་ཨ་ནི་སློབ་ཚན་འདི་ནང་གི་ཨ་ནི་ཚིག་གསར་དང་ཨ་ནི་དག་ཆ་དེ་ཚོ་ཨ་ནི་ཐུགས་ལ་བཞག་ནས་བེད་སྤྱོད་བཏང་ཐུབ་པ་གནང་རོགས་གནང་ཞེས་ན་ཞུ་ཡ་ཡིན་ཐུགས་ཆེ་གནང།